རྒྱ་གར་གྱི་སྲིད་བློན་ད་ནི་ན་རེན་དར་མོ་དེ་མཆོག་གིས་ད་ལྟ་ང་ཚོ་ཉིས་སྟོང་ཉི་ཤུ་གི་ཏོག་ཀྱོ་ཨོ་ལིམ་པིག་རྩེད་མོ་འགྲན་སྡུར་གྱི་འཛམ་གླིང་རྒྱལ་ཡོངས་རྩེད་མོ་འགྲན་སྡུར་དེ་འགྲོ་དང་འགྲོ་བཞིན་པ་དང་ད་ག་ནང་བཞིན་རྒྱ་གར་གྱི་རྩེད་མོ་རྩེད་ཉེན། གཟེངས་རྟགས་རང་ཉེན་འདི་ཚོ་ལ་ཡང་ཐུགས་རྗེ་ལེགས་འབུལ་ཞུ་ཡག་དང། དགའ་བསུ་ཞུ་ཡག་དང་སེམས་གསོ་བཏང་ཡག་དང། ད་ག་ནང་བཞིན State སོ་སོ་ས་གནས་སོ་སོ་གི་མི་དེ་ཚོ་གི་གསོལ་རས་གནང་ཡག་དེ་ཚོ་གནང་དང་གནང་བཞིན་པ་རེད་ཞུ་ཡག་ཡིན་རུང། ད་ང་རང་ཚོ་སྐུ་ངོ་སྤེན་པ་ཚེ་རིང་ལགས་ཀྱིས་ད་ལྟ། ཉིས་སྟོང་ཉི་ཤུ། རྩ་གཅིག། རྒྱ་གར་རྒྱལ་ཡོངས་ཀྱི་སློབ་གྲྭ་དགེ་རྟགས་རྒྱུ་འབྲས་དེ་མ་བཏོན་འོང་དུས་བོད་ཕྲུག་ཉི་ཤུ་རྩ་བདུན་ཞིག་ནི་ས་ལེ་ན་བརྒྱ་ཆ་དགུ་བཅུ་གོ་ལྔ་བརྒལ་ནས་ལུས་ཉེན་དུ་འཛུལ་ཡ་ནི་ང་རང་ཚོ་ད་སྲིད་སྐྱོང་ཟུར་པ་འབུམ་རམས་པ་མཁས་དབང་བློ་བཟང་སེང་གེ་ལགས་ཀྱིས་ལངས་ཀ་ཅིག་བཏོན་ནས་ཅིག་མ་འོངས་པ། བོད་ཀྱི། མ་འོངས་བོད་ཀྱི་སོན་རྩ། འདི་ཚོ་ལ་ཡང་སློབ་སྦྱོང་ཡག་པོ་བྱ་ཡ་ཆེད་དུ་ལ་ཡང་ལང་ཀ་ཅིག་བཏོད་ནས་ཡ་ནི། སྲིད་སྐྱོང་གིས། སློབ་ཡོན་ཟེར་ནས་ད་འབུམ་ཅིག་ཟེར་ཅིག་བསྙན་པ་གནང་ཡ། དེ་འདྲ་ཅིག་གནང་ཡོད་རེད། ལོ་བཅུའི་རིང་ཁང་འདི་ལ་ཡ་སྤུ་སྐུང་མང་པོ་ཅིག་དོན་གནང་ཡོད་རེད་ད་ག་ནང་བཞིན་སྲིད་སྐྱོང་བློ་བཟང་སེང་གེ་ལགས་ཀྱིས། དགའ་བཞིན་སྤྲོ་བཞིན། ཨ་ནི། འབུམ་རེ་རེ་གནང་ཡོད་རེད་ད་ག་ནང་བཞིན། ཨ་ནི། སྲིད་སྐྱོང་བློ་བཟང་སེང་གེ་ལགས་ཀྱིས་གསུང་བཤད་ནང་ལ། ག་རེ་གསུང་འོས་རེ་ཞུས་པ་ཡིན་ན། ད་ལོ་སྤུ་གུ་ད་ཉི་ཤུ་རྩ་དགུ་ཟིན་ས་ཡོད་ཕལ་ཆེར་འདི་ལོ་ལས་ལ་སྤུ་གུ་ཉི་ཤུ་རྩ་དགུ་བྱུང་ཡོད་རེད། ཨ་ནི་མ་འོངས་པ་ཡིན་ནས་ལས་སྤུ་གུ་བརྒྱ་ཕྲག་ཐོན་ནས་ལས་ཤི་རི་ལས་ཁུང་གི་ཨ་ནི་དངུལ་ཆ་ཚང་སྟོང་པ་བཟོ་དགོས་བྱུང་ནས་ལས་སྤྲད་ཀྱི་ཡིན་ཟེར་ནས་གསུང་ཡོད་རེད། ད་ང་རང་ཚོ་སྐུ་ངོའི་སྤེན་པ་ཚེ་རིང་ལགས་ཀྱིས་ད་ལོ་ཡང་འདི་དང་འདི་གནང་ཞེས་སྤུ་གུ་དང་ཚོ་སེམས་ཤུགས་འཕར་ནས། ད་ལོ་ཡང། རྒྱུ་འབྲས་ཡག་པོ་དོན་གཉེར་སྤུ་གུ་ཉི་ཤུ་རྩ་བདུན་ཞིག་འདོན་ཡོད་རེད། ད་སྐུ་ངོའི་སྤེན་པ་ཚེ་རིང་ལགས་ཀྱིས་ག་རེ་གསུང་དགོས་རེད་ཟེར་ན་སྲིད་སྐྱོང་གིས། སློབ་ཡོན། Scholarship། འདི་ཨ་ནི། སྤྲད་ཐུབ་ས་མ་རེད་ཟེར་ནས། ད། ད་ལྟ། མ་དངུལ། ཕྱོགས་གཅིག་ནས་བལྟས་ན་འབུམ་བཅུ་ཟེར་གི་འདུག་ཕྱོགས་གཅིག་ནས་བལྟས་ན་འབུམ་ཉི་ཤུ་རྩ་བདུན་གསུང་གི་འདུག་རེད་བ་ད་ག་རེ་ཡིན་མིན་བདེན་པ་ཡིན་མིན་ནི་ངས་མགོ་ཚོས་མ་སོང་ཟིག་ཞུས་ཡ་ཡིན་རེད་བ། ཨ་ནི་གནང་ཐུབ་གི་མི་འདུག་ཟེར་ད་འདི་གང་རེད་ཟེར་ན་བགོ་བཤའ་རྒྱག་དགོས་རེད་ག་འདྲས་བྱེད་དགོས་རེད་གསུང་ནས། ད་འདི་འདྲ་གྱི་གསུང་གི་འདུག་རེད་བ་དེ་ནི་འདི་ག་ལ་ཡང། སྲིད་སྐྱོང་གིས། གཟེངས་རྟགས། སློབ་ཡོན་ཟེར་ནས་འདི་མིང་དེ་རྒྱལ་པོ་རྒྱ་ཡག་གི་ཆ་གཞི་རུ་འདི་འདྲ་གྱི་འདུག་དེ་གོ་བས་ང་རང་གི་བློ་ལ་ཡང་རྩ་བ་ཉིད་ནས་བབས་མ་སོང། ཨ་ནི་སྐུ་དངོས་བརྙན་མ་གསུངས་ཡོད་རེད་ད། ལས་ཀ་རྫ་དྲག་འདི་འདྲ་ཐུག་སོང་ན་ཨ་ནི། སྐུ། སྐུ་བརྒྱ་གཡུ་ནི་འགྲོ་དགུ་ཆུ་ནི་འགྲོ་བྱ་རྒྱུ་རེད་ཟེར། གསུངས་ཡོད་རེད་ད། སྐུ་བརྒྱ་གཡུ་ནི་འགྲོ་ནི་འགྲོ་ཚོད་དུས་ཚོད་རེད་འདུག་གང་ཡིན་ཞུས་པ་ཡིན་ན། མ་འོངས་བོད་ཀྱི་སོན་རྩ། མ་འོངས་བོད་ཀྱི། ཨ་ནི། སྲིད་སྐྱོང། མ་འོངས་བོད་ཀྱི་ཨ་ནི། སྨན་ཞབས་པ། མ་འོངས་བོད་ཀྱི་དམག་དཔོན། ཉི་ཤུ་རྩ་གཅིག་ཅིག། ད་འཕྲོ་བརླག་འགྲོ་གི་འདུག། ཨ་ནི། མ་འོངས་པ་ལོ་ལྔ་ཡི་རིང་ག་དེ་ལ་ཡ་ཨ་ནི། ང་རང་ཚོ་སྤུ་གུ་ག་ཚོད་ཀྱི་འཕྲོ་བརླག་འགྲོ་གི་རེད་སྲིད་སྐྱོང་འདི་འདྲ་གི་གནང་བའི་ཡིན་ན། ཨ་ནི། འདི་དང་འདི་ནང་བཞིན། ད་ལྟ་སློབ་སྦྱོང་བྱེད་བཞིན་པ་དེ་ཚོ་སེམས་ཤུགས་ག་ཚོད་ཅིག་ཆག་གི་རེད་ཟེར་ནས་འོ། བཀའ་འདྲི་ཞུ་འདོད་བྱུང་སོང།